ཕོ་མཚར་བོ་མི་ལ་རས་པ་ཁྱོད་ད་ཁོ་རང་ཁོ་རང་སོང་བ་རེད་བ། ཡིན་རྒྱུ་ཕོ་མཚར་བོ་སུ་རེད་ང་ཚོ་རེད་མི་ལ་རས་པ་མ་རེད་ང་ཚོ་རེད་ད་ཕོ་མཚར་བོ་དེ་ཁ་ནས་ཅིག་བཤད་བཤད་བཤད་བཤད་འཇོན་རྒྱུ་གང་ཡང་མེད་པ་ཅིག་ལས་རེད་འདུག་བ། མང་པོ་ཅིག་བཤད་བཤད་བཤད་ཅིག་བྱེད་ཀྱིན་ཡིན་གཉིས་བྱེད་ཀྱིན་ཡིན་སེམས་ལ་འགག་ལ་ཐུག་པའི་སྐབས་སུ་ཐ་མ་བ་ལྷག་དེ་ངས། འོ་དེ་རེད། ཕོ་མཚར་བོ་མི་ལ་རས་པ་ཆུ་དྲོད་རང་དང་རང་ལ་ཕན་པའི་དབྱངས། གྲོགས་བོ་སྟངས་ཉིན་ཆེ་བའི་མི་དང་འདྲ་ད་ནི་རི་ཁྲོད་ལ་བསྡད་པ་ཡིན་ན། དེ་ནི་སྐད་ཆ་སྙན་པོ་བཤད་མཁན་ཡོག་མ་རེད། ད་ལྟ་ང་ཚོ་ཆོས་བྱེད་མཁན་ཟ་ག་བྱས་ཆུ་ཚོད་བཅུ་གཅིག་ཙམ་ལ་ཡར་སྒོ་རྡུང་ཕར་འགྲོ། རེད་བ། ག་རེ་ཟོས་ཡོད་མོག་མོག་ཟོས་ཡོད་ད་ང་ཚོ་སྐད་ཆ་བཤད་དོག་མ་རེད་རེད་སྐད་ཆ་བཤད། ཀོ་ཧྥི་ཟོ་ཇག་ཟོ་ཇག་ཡ་བོད་ཇག་ཟོ། བོད་ཇག་ལ་ཡང་མར་གསར་བ་བླུགས།

ད་དགོང་མོ་རེད་འདུག་བསམ་པ་ལ་ཡང་དགོང་མོའི་ཁ་ལག་ཅིག་བཟོ། ཡང་དེ་ལ་ཅིག་ད་རེས་པ་ཞིག་མདའ་རུ་དཀྲིས་པོ་ཅིག་སྤྲོད་ཅིག་སྤྲོད་ཅིག་སྤྲོད་ཅིག་ཞེས་ཁ་ཆེ་སྦྱིན་བདག་འདུག་བསམ་ན་ནི་ད་རུང་རོ་མོ་ཅིག་ཡར་བརྡུང། རེད་འདུག་ག་ཕྱི་ལོག་དེ་བ་ལ་སྦྱིན་བདག་མེད་ན་དྲིལ་བུ་སྤྲོད་ཅིག་སྤྲོད་ཅིག་བྱས། སུ་ཡང་མི་འདུག་བསམ་ན་དེ་ཉེས་ཏེ། འོ་ཐུགས་ཆེ་རེད། ད་ནི་ཆུ་ཚོད་བརྒྱད་བར་རེད་ལ་སོང་ན་དེ་ནི་མོ་པ་དེ་ཡང་ཁ་ཆེ་ད་ནི་ཅིག་འཛམ་བུ་གླིང་གི་ཇུས་གཏོགས་ཚང་མ་ཅིག་ཅིག་ཚེ་ཚེ་ཚེ་ཚེ་ཆུ་ཚོད་བཅུ་གཅིག་བར་དུ་བསྡད།

འོ་འདུག་ཟེར་ད་དེ་འདྲའི་ཚེ་ནི་འགྲོ་བདེ་ཡོད་རེད་དེ་མ་རེད་བ་ད་མི་ལ་རེ་བ་འདྲ་བོ་ཆགས་འཇིགས་ནས་སྐྲག་ནས་དེ་རིང་ཤི་ཡོང་ངམ་སང་ཉིན་ཤི་ཡོང་ངམ་ཚེ་ལ་རྟག་པར་དུ་བརྟེན་པ་གང་ཡང་མི་འདུག་རེད་འདུག་ག་དེ་འདྲ་ཡིན་དུ་ད་ཆོས་ད་ལྟ་ཉིད་ནས་མ་བསྒྲུབ་ན་འཁོར་བ་འདི་མེ་ཡི་འོབས་སེ་མུག་གི་དུར་སྒྲུག་གི་ཚང་ལྟ་བུ་འདི་འདྲ་ཅིག་ལ་ཡང་ཉི་མ་རེ་རེ་བཞིན་དུ་ང་ཚོ་གི་ནུ་ངག་ཡིས་སུ་སྡིག་པ་ལས་ཁོ་ན་མ་ཐོབ་བར་སྤྱོད་པ་འདི་ལ་ད་དལ་བུ་ཆེ་ནས་དེད་ཕོད་ཡ་དང་ལྷོད་ལྷོད་ཆེ་ནས་དེད་ཕོད་ཡ་དང། ཕག་ཚུལ་སྤྱི་བཏང་གིས་དེ་ག་ས་དོན་དག་མེད་པར་འཆལ་གཏམ་བཤད། ཤེས་ཡག་གི་དུས་ཚོད་དེ་ད་འཇིགས་སྐྲག་ཅིག་ལ་བརྩིས་ནས་དེ་ནས་ཉམས་ལེན་གནང་གི་ཡོད་རེད་བ། དུ་བ། དེ་འདྲ་ཡིན་དུས་ད་སྐད་ཆ་བཤད་ལོང་མེད་པ་རེད། འཛུམ་བསྟན་ལོང་མེད་པ་རེད་རྒྱལ་ལོང་མེད་པ་རེད། ཁོ་བོའི་སྡུག་བསྔལ་དེ་ལ་བསམ་མ་ན། ཁོ་བོའི་སྡུག་བསྔལ་གྱི་རྒྱུ་ལེན་ཡོན་སྟོབས་ཆེན་པོ་དེ་ལ་བསམ་ན། དེའི་རྩ་བ་བདག་ཏུ་འཛིན་པའི་གི་བློ་དེའི་སྟོབས་ཆེ་ཆུང་ལ་བསམ་བློ་བཏང་པ་ཡིན་ན། དཔེར་ན་ལྷོད་ལྷོད་བསྡད་ཡ་གཅིག་དང་སྐྱིད་པོ་བསྡད་ཡ་གཅིག་དང་གཅིག་གི་དུས་ཚོད་ཕར་བསྐྱལ་ཡ་གཅིག་གིས་ད་བདེ་ལོང་མི་འདུག་ག་དེ་འདྲའི་ཡིན་དུས་འགྲོ་སྟངས་ཉེན་ཆེ་བས་མི་དང་གྲལ་བཤེར་ཡ་དེ་རི་ཁྲོད་བསྡད་ན་ཕན་ཡོན་དེ་ཡོད་རེད་དེ།